རང་སེམས་སུ་ཤེས་རབ་ཀྱི་སྒྲོན་མེ་སྤར་ཏེ། རང་ལངས་རང་གི་གསལ་བ་བྱེད་དགོས། གཏི་མུག་ལས་སད་པ་ཅན། ཆོས་ཉམས་སུ་བླངས། སེམས་ལ་ཞི་དར་བཅོས། རང་ཉིད་ལ་བཤགས་སུ་སོང། གཞན་ལ་མ་བསྟན་པར་གྱིས། འདུས་བྱས་སྟོང་ཆད་མི་རྟོག་པས། རང་ཡང་དེ་ལས་འདའ་བ་རེད། བཙན་པོའི་རྒྱུད་བཟང་མི་གཏོང་ཞིང། དཀའ་བས་གཞོམ་པར་མེད་པར་མཛོད།

ལ་མི་འགལ། མཉམ་དུ་གཏན་རྫས་བརྗེ་རུ་ཕྱིན་ན་དེ་ཅི་བྱུང། མི་སྣང་རྒྱ་དཀའ་བའི་དགྲ་བོ་ནི་རང་ཉིད་ཡིན། ལས་སུ་བྱ་བ་ཐམས་ཅད་རྩ་བ་སེམས་ཀྱི་འཛིན་སྟངས་ལས་བྱུང་བ་ཡིན། དགེ་བའི་སེམས་ལས་དགེ་བའི་ལས་འབྱུང་ཞིང། མི་དགེ་བའི་སེམས་ཀྱིས་མི་དགེ་བའི་ལས་འབྱུང་བ་ཡིན། དེ་ནི་རྒྱུ་འབྲས་སླུ་བ་མེད་པའི་རང་བཞིན་ཡིན་ནོ། ཁོང་ཁྲོ་ནི་དྲག་ཏུ་འབར་བའི་མེ་ལྕེ་ཞིག་དང་མཚུངས། མཁའ་འཛིན་ནི་སྐྱེས་གཟིངས་གཏུམ་པོ་ཞིག་དང་མཚུངས། སྡིག་པ་ནི་མོ་གདོང་གཏིང་གཟར་ཞིག་དང་མཚུངས། སྲིད་པ་ནི་འཇིགས་རུང་གི་མགོ་འཕྲང་ཞིག་དང་མཚུངས་སོ། བཤད་བ་དང་འཁྱལ་བ་ནི། ཚེ་སྲོག་རེ་རེའི་ངེས་པ་བརྗོད་དགོས་པའི་གོ་རིམ་ཞིག་ཡིན། ང་ཚོས་དེའི་ཚུལ་ལ་སྣང་བ་བྱས་ཏེ། ངོ་གདིང་གི་ཆོས་ཉིད་རྟོགས་དགོས། སེམས་འདོད་ཡོན་ཁོ་ནའི་ཡིད་འོང་དུ་རྒྱ་ཡན་ལ་གཏོང་མི་རུང།

རྒྱལ་རྒུད་ས་ཞིང་བཟོ་རུ་ཁྱི་དང་རྒྱལ་རུ་ཁྱི་དང་ཡོག། འཁོན་འཛིང་གྱི་འཁོན་འཛིང་སྐྱོང་མི་ནུས་ཏེ། ཞང་པའི་སེམས་ཁོ་ནས་འཁོན་འཛིང་སྐྱོང་ནུས་པ་ཡིན། དེ་ནི་གཏན་དུ་འགྱུར་བ་མེད་པའི་ཆོས་ཉིད་ཀྱི་རང་བཞིན་ཡིན་ནོ། མ་རིག་པ་ནི་དོན་སྔ་ཡོད་ཚད་ཀྱི་འབྱུང་ཁུངས་ཡིན་པ་རེད། ཆུ་འབུ་དང། གཞན་སྲིད་སོགས་གང་གིས་ཀྱང་མ་རིག་པ་སྤོང་མི་ནུས། མ་རིག་པ་ནི་རྐང་ལ་བརྟེན་ནས་སྔོག་དགོས་པ་ཡིན་ནོ། ཡ་འགྲོ་བོ་ཚོ་དེ་འཛད་དེ་མོང་ལ་ལ་ཡོད་རྒྱལ་རུ་ཇ་དེ་འཛད་མོང་ལ་ལ་ཡོད་རྒྱལ་རུ་ཇ་ཆིང་ཆིང་འཚོ་བའི་ནོ་བཟའ་ཟླ་ཕན་ཚུན་འདྲ་མཉམ་ཡོང་རྒྱུ་གལ་ཆེ་བཟའ་ཟླ་གཉིས་ཐུང་ཞིང་མཛའ་བའི་ངང་འཚོ་བ་རོལ་ན། ཁྱིམ་ཚང་དེ་བདེ་སྐྱིད་ཀྱི་པ་ལ་བརྒྱབ་པ་མ་ཟད། བདེ་སྐྱིད་ཀྱི་པ་དེ་གཅིག་ནས་གཅིག་ཏུ་མཆེད་པར་གྱུར་ཞིང། མི་རྣམས་དགའ་བདེ་ལ་རོལ་བར་འགྱུར་རོ། བཟའ་ཟླ་གཉིས། ཕན་ཚུན་བརྩེ་བ་ཟ་ན། དེ་ནི་གཟུགས་ཅན་གྱི་ལུས་དང། རྒྱུ་ནོར་གྱི་རིན་ཐང་ལས་དགའ་ཡོད་པ་རེད། བདག་མོ་ནི། ཟླ་བའི་འཇིག་རྟེན་གྱི་གཤིས་ཀ་ཡིན་པས། ཟླ་བས། ནང་ཡང་རང་གི་བདག་མོ། ངེས་པར་བརྩི་བཀུར་ཞུ་དགོས། ཟླ་འོད། མི་གཞན་གྱི་འདུམ་སར། རང་གི་བདག་མོ། གཉེན་མོ་དང། མཐོང་ཆུང་བྱེད་མི་རུང་ལ། བདག་མེད་ཀྱང། བུད་མེད་ཀྱི་གཟུངས་བཤད་ལེགས་པར་གསུངས་རྒྱུ་གལ་ཆེ།

བདག་མོ་ལ། བྲུ་ཡིག་གི་སྒོ་ནས་བྱ་བ་ཞུ་ན་ལེགས། བདག་བོ་ལ། བཅོས་མིན་གྱི་མཛའ་བརྩེ་སྐྱོང་རྒྱུ་ནི། བདག་མོའི་འགན་འཁྲི་ཡིན་པས། ཟླ་བའི་ཁྱི་མཚོན་གང་ཡིན་པ་དེ། ཟླ་མོ་རང་གི་ཁྱི་མཚོན་དུ་བརྩིས་ནས། ཟླ་བའི་ཁྱི་མཚོན་དག་ལ་རང་རང་དང་སེམས་ཁུར་དགོས་པ་མ་ཟད། མགྲོན་པོ་ལའང་སྐུ་དུག་ཤོད་དགོས་པ་ཡིན། གན་རྩེ་རྒྱལ་རོལ་བཅའ་གྲོགས་པོ་ཚོ་གན་རྩེ། གན་རྩེ་མ་རྩ་འགྲོ་སྲིད་མིན་གྱི་དངོས་གནས་འགྲོ་གནས་ཀྱི་འགྲོ་མ་གཉིས། འགྲོ་མ་གཅིག་གཉིས་གཅིག་གི་གན་རྩེ་རྒྱས་སྲིད་ས་རེད། བཟའ་ཚང་ཕན་ཚུན་བར་ཡིད་ཆེས་བརྟན་པོ་བྱུང་ན། བདེ་སྐྱིད་ཀྱི་འཚོ་བ་ནི་བཟའ་ཚང་ཐུན་མོང་ལ་འོང་བ་ཡིན། དྲུག་བཟང་པོ་ཚོགས་རྒྱུ་སྐར་གྱི་བློ། སེམས་བརྟན་པོ་མེད་པའི་མི་དང་གྲོགས་ན། རང་ཉིད་ཀྱང་ཐ་ཤལ་ཤེས་དུ་འགྱུར་སྲིད། རང་གིས་རང་ལ་ལས་བྱེད་ཀྱི་ཁོར་ཡུག་ཅིག་བསྐྲུན་ཐུབ་ན། རང་སེམས་གཙང་ཞིང་བདེ་ཞིང་འབྱོན་ལ། དགེ་བའི་བཤད་པ་མང་པོ་ཉམས་སུ་ལེན་ཐུབ་ཀྱི་རེད། བྱ་བ་ཞིག་སྒྲུབ་ལ་འཇུག་སྐབས། ཚོང་ལས་ཡིན་ན་ཡང་འདྲ། བྱ་བ་གཞན་དག་ཡིན་ན་ཡང་འདྲ་སྟེ། ཐོག་མར་དེ་ཡི་གནས་ཚུལ་ཁོག་ལྟར་ཆོད་པ་བྱས་ཤིང། དེ་ནས་འབད་པས་སྒྲུབ་པར་བྱའོ། དཔེར་ན། ཁ་ཟས་བཟོ་བ་ལྟ་བུ་མཚོན་ན། ལས་ཀ་ཞིག་ཏུ་མི་ཟེར་འབའ། གོ་བཀའ་ཞིག་ཏུ་བརྩིས་ཏེ། རུང་དང། རུང་གི་བཟའ་ཟླ། བུ་ཕྲུག། རུང་དང་འབྲེལ་བའི་གྲོགས་པོ་བཅས་ལ་གཟིགས་སྐུལ་བསྒྲུབས་ན། ཤིན་ཏུ་ལེགས། སྤུང་བཞག་སྙིང་སྐྱིད་པོ་ནི། རང་སྐྱིད་རང་ཕན་ཁོ་ན་མ་གཏོགས། སང་ལོ་མི་གཏོང་བ་དེ་ཡིན། རང་གི་བདེ་སྐྱིད་དང། ལས་དྲུག། རྒྱུ་ནོར་དང་བཅས་སྐྱེ་བོ་གཞན་དག་ལ་སྤྲད་ནས་དྲུག་ཡོད།

ད་དུང། ཀ་རེ། དགེ་འདུན་ལ་བསྙེན་བཀུར་བྱེད་པ་དང། སྒང་ལ་ཞུགས་པ་སོགས་བྱས་ན། མགར་ཆེན་བར་ཆད་ཞི་བའི་གྲོགས་སུ་སོང་སྟེ། མཐར། རང་སེམས་ལ་ཞི་བདེའི་ཁྱད་པར་ཅན་འབྱུང་གི་རེད། ད་དུང་བརྗེད་མི་རུང་བ་ཞིག་ནི། ཞོགས་པ་སྔ་མོ་མེ་བཟུང་ཤི་བ་ན། མིག་མདུན་དུ་ཉི་འོད་གསར་པ་ཞིག་འཕྲོས་ཡོད་པས། བྱ་བ་གང་བསྒྲུབ་ན་ལས་མིའི་གསར་བུ་རྟོགས་རྒྱུ་གལ་ཆེ། མི་རྣམས་ཀྱི། གཞན་གྱི་བཀའ་དྲིན་བརྗེད་སླ་ཞིང། གཞན་གྱི་གནོད་བྱེད་པ། སེམས་སུ་བརྟན་པོ་འཛིན་པ་རེད། ལྗོན་ཤིང་དང། མེ་ཏོག་དང། རླུང་དང། ཆུ་དང། ནམ་མཁའ་སྟེ། དེ་དང་བཅས། ང་ཚོས་གཅིག་པུ་མ་ཡིན་པས། འཇིག་རྟེན་གྱི་ཡོད་ཚད་ལ། དྲིན་གྱི་འདུ་ཤེས་བསྐྱེད་དགོས། དྲིན་ལ་དྲིན་དུ་ཤེས་པའི་སྒོ་ནས། འཚོ་བ་རོལ་ཞིང་བསམ་པ་བྱའོ། དེ་ལྟར་བྱས་ན། འབྲས་བུ་ཡོད་ངེས་ཀྱི། ལོག་ལྟུང་སྟོན་རྒྱུ་མི་སྲིད་དོ། ཐོབ་པ་བྱ་བ་ཅི་ཡང་ཐོགས་ན། ནད་ཀྱི་གདུང་བ་དང་མཚུངས་ལ། ནད་ཀྱི་གདུང་ཚེ། འཆི་བ་ལ་ཉེ་བ་ཕྱོགས་པ་མ་ཡིན་ནམ། གཞན་གྱི་བཀའ་དྲིན་ཡིད་ལ་བཅངས་ན། ལྟ་ན་སྡུག་པའི་པད་མ་ཞིག། འཇིག་རྟེན་དུ་སྣང་བར་བཞེད་པ་དང་མཚུངས་སོ། ཡ་གྲོགས་པོ་ཚོ་ཚེ་རིང་གི་དོན་གྱི་དོ་ཁུར་མི་དམིགས་དོ་ཁུར་གྱི་རྟེན་རྫས་རུ་བརྗེ་བར་བྱེད། རྟེན་རྫས་བརྗེ་བར་བྱེད་དོ། ཡག་པོ་འདྲ་ཅི་བྱུང་སོང་བས་ཡག་པོ་བྱུང་སོང་ན། ཀོང་ཕི་ཁ་དྲུག་དྲུག་དྲུག་མང་ཚད་བརྒྱ་རུ་བྱེད་དོ་དྲུག་དྲུག་དྲུག་དེ་མང་ཚད་ཀྱི་བརྒྱ་རུ་བྱེད་དོ། ང་རྗེས་སུ་འདན་ལུག་རྗེས་སུ་འཇོག་འགྲོ་ཞིག་ཟ་ལ་ཨང།

ཧོ་ཡ། ཙལ་ཡི་ཙི་སི་ཁི་ཡི་ཨ། ཁྱེད་ནོ་ང་ལ་དོ་ཁུར་དོ་ཁུར་འདི་དོ་ཁུར་རྒྱ་མི་མུག་དོ་ཁུར་རྒྱོ་དེ་མཛད་ག་ཟེ་རྗེ་རྒྱོ་ན་རྒྱལ་རོ་རྒྱ། དོ་ཁུར་རྒྱ་མི་མུག་དོ་ཁུར་རྒྱོ་དོ་དོ་ཁུར་རྒྱ་ཙ་དེ་འདའ་ཡོང་ཧི་རྒྱ་ལོ་ཏི་ན། བསྟན་པ་ཧི་ནང་མཐའ་ཆ་སོང་བལྟ་རྒྱོ་ཡ། ད་ལྟ་ང་ཧི་མི་འདའ་འདོད་ཀྱི་དེ་ཧི། ང་ཧི་ད་ང་རང་ཧི་སྐད་བཞུས་གོ་ཟེ་རེད་བསྟན་པ་ཧི་ནང་མཐའ་དེ་ནོ། ཁོང་སྐད་བཞུས་ཉིན་དེ་ང་རང་རེད། དེ་ནི་ཡང་ཨ་འདུ་སྐད་བ་ཡོད་རེད་དབུས་ཚང་སྐད་བ་ཡོད་རེད་ལ།

དེ་འདྲ་རེད་དེ་ནི་ང་རང་ཡིན་ནའོ་བསྟན་པ་སྲོང་གི་ཚར་བྱས་ནས་ཀྱི་སྐད་ཅིག་བརྗོད་རྒྱུ་སྙིང་དུ་དྲན། ཧ་ལས་པ་གི་དགའ་སྣང་ཆེན་པོ་ཡོད་གྲོགས་པོ་ཚོ་ཚེ་རིང་དང་བཅས། ཀྱི་མ་འོངས་པ་ལ་ང་རོ་ཀྱི་གསོན་པོ་ཅིག་ཡོང་ནས་ཚ་འདི་གི་འཇིག་རྟེན་གི་ཐོག་ལ་གསོན་པོ་ཅིག་ཡོང་ཚ་ཤེས་ཚ་དུས། དེ་ནི་བོད་ཡིག་ཡོང་གི་བོད་མགོ་ནང་པ་ཅིག་ཚ་དུས་བསྟན་པ་ལ་དད་པ་དང་དོ་སྣང་མེད་མཁན་ཟུར་གྱི་ཡོད་ལ་མ་རེད་དེ་གི་ནང་ནས་ཨོ། ང་རང་ཀྱི་བསྟན་པ་སྲོང་གི་ད་ཚར་བྱས་ནས་གནས་པོ་གྲགས་ཀྱི་སྐད་བརྗོད་རྒྱུ་སྙིང་བ་ལ། ཧ་ལས་པ་གི་དགའ་བ་རྗེས་སུ་ཡི་རང་ཡོད། དེ་ནས་དེ་གི་ནང་ནས་ཁྱེད་རྣམས་པ་གི་དགའ་སྣང་དང་སྤྲོ་སྣང་ཞིག་ཐད་གཏོང་ཁོ་ནས་ཡང་ཉན་རོགས་ཞེས་རྒྱུ་ལ་ཧ་ལས་པ་གི་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཟེར་ནས་ཤོད་རྒྱུ་ཡོད། དེ་ནས་དེ་མ་ཚད་པ་གི་དོ་ཁུར་རྒྱོ་དང་ཕ་རྒྱུ་རྒྱ་ལོ་ལྟ་ན་བསྟན་པ་གི་རྣམ་ཐག་ཆ་སོང་རེ་གཅིག་བལྟ་རོགས་གཅིག་གཟིགས་རོགས་གཅིག།

ད་ནི་མཁན་པོ་བཟང་དྲུག་གཙོ་བྱས་པའི་དེ། ཡོངས་སུ་རྫོགས་པ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ། ང་རང་ལ་གོ་སྐབས་འདི་འདྲ་ཅིག་ཡིན་བ་ལ། ཧ་ལས་པ། བཀའ་དྲིན་ཆེ་ཟེར་ནས་ཤོད་རྒྱུ་ཡིན། ཉིད་ཕྱི་ལའི་ཤ། འོ་ཞང། གྲོགས་ཉིད་དུ། མ་བྱ་ཟེར། མ་བྱ་འདི་འདྲ་ཉོ་གི་ན་ངས། སལ། ཕེ་བ་ལེན་ས་དེ་ན་ཨང་ཀི་ཏལ་ཀོག་ཟེར་ཡོང་གྲོགས་པོ་ཁྱོད། དགོས་ན་ང་ཀན་ཁྲི་ནས་ཧོ་དོ་ཀན་ཁྲི་ནས་ཧོ་དོ་ན་ཡོད་ལ་རེད།

ཤི་ཡག་ད་རེག་ཚལ་ང་རུ་ཀྲོང་མོ་ཡིན་ཅི་ཞིག་ཀྲོང་མོ་ཡིན་ད་དེ་འདྲ་དྲན་མི་འདུག་དེ་ཤི་ཡག་སྔ་མོ་ང་རུ་ཚོགས་སོག་ཡོག་པིག་གི་ལུས་སྟེང་སྤྱི་ལེ་དེ་དུ་དྲུག་འདུག་ཚོགས་སོག་གོ་པིག་གི་རྒྱུན་རིང་ཁྲོད་ནས་དེ་ནས་ཀྱིས་ང་རུ་གླུ་འདྲ་ལེན་རྫས་སྐད་འདྲ་ཅི་ཡོད་དེ་མ་ཚད་པར་ཀྱིས་སངས་རྒྱས་གསུང་གི་མཚག་བྱས་ནས་ཀྱིས་སྐད་བཞུ་བཤད་རྒྱུ་སྙན་བ་ལ་དངོས་པོ་འདྲ་ཅི་ང་རུ་སྐད་གོ་ཆོད་དེ་ད་ང་ཤི་ན་ཡོང་ཅི་མི་སྡུག་སང་ལ་ཀྱིས་དེ་གི་གསང་ནོར་ཡོད་ལ། ངའི་བུ་ཁྲ་ཆེན་ཞིག་དེ་འདྲ་ཡོད་གྲོགས་པོ་ཚོ་ཚེ་རིང་སྔགས་ཅི་ཞིག་བཞུགས་བ་ཡག་གྲོགས་མོ་སྐད་བཞི་རྒྱག་བ་ཡག་སངས་རྒྱས་ཀྱི་སྐད་བཞི་བཤད་བ་ཡག་གྲོགས་མོ་ཡིན་དྲན་མཁན་རྩ་བ་ཉིད་ནས་དྲན་གྱི་མི་འདུག་དེ་འདྲ་ཡིན་ཚེ་རིང་གིས་གནང་བྱས་དེ་ནས་ད་ཁྱེད་ནང་པ་དགའ་སྣང་ཡོད་ན་འདན་ཧུ་སེན་མོ་གཏང་བྱས་ཨ་འགྲོ་དྲུག་པ་རེད་དའོ་བསྟན་འཛིན་བསྟན་འཛིན་དེ་མ་ཚ་ཆད་མ་འགྲོ་ཨ། འདི་དེ་ནས་ངས་འདན་ཡོང།

ཁྱེད་ཀྱི་བྱམས་བརྩེས། ང་ཀླད་པའི་གླང་དུ་ཁྲིད་པ་རེད། ད་དུང་ཁྱེད་ཀྱི་ལྟ་བའི་སྨོན་ལམ་བཙོང་མ་དེས། ང་ལ་སེམས་ཤུགས་དང་སྤོབས་པ་སྟེར་བ་རེད། ཁྱེད་ཀྱི་བཀའ་དྲིན་ནི། ཐ་སྙད་ཀྱི་འཕྲེང་བ་འགའ་ཞིག་གིས་མཚོན་དུ་མེད། འོ་དེ་འདྲ་ཞིག་གསུངས་ཡོད་རེད་གྲོགས་པོ་ཚོ། མ་ཡོང་ལ། མ་ཡོང་ལ་དེ་འདྲ་འདྲ་ཞིག་གསུངས་མྱོང་ལ་གང་རེད།

རྒྱན་མཛད་དེ་རྒྱན་ནོར་བྱ། ཚུལ་འཆོས་ལ་ཐོས་བསམ་བྱེད་པར་འདོད་ན། དེ་དག་ལ་ཆོས་ཀྱི་སྒོ་མོ་ཡོངས་སུ་ཕྱེ་ཡོད་དེ། དེ་ནི་ཡུལ་བ་ར་ན་སིའི་ཆོས་མ་ཡིན་པར། འཇིག་རྟེན་ཀུན་གྱི་ཕྱིར་དུ་ཡིན་ནོ། ངས་ཁྱེད་ཚོ་རེ་རེ་བདམས་པ་ནི། ས་ཆོས་ཀྱི་ཆོས་འབྱུང་ཆེན་པོ་ཆོས་འཕྲིན་རེ་རེ་ཡིན་ལ། ད་ནི་ཆོས་འཕྲིན་སྟོང་ཕྲག་མང་པོའི་ལྷན་དུ་འདི་ཡིན་པར་སྣང་ངོ། དེ་རིང་ཆུ་ཐིགས་རེ་རེ་སོགས་ནས་རྒྱ་མཚོ་ཇི་ལྟར་བཀྲུས་པའི་ཚུར་ལེགས་པ་མཐོང་བྱུང། བདེན་པའི་ལམ་ནི་རྣམ་པར་བཟུང་སྟེ། གཤེ་བོ་སུས་ཀྱང་བསྒྲུབ་ནུས་པ་ཞིག་ཡིན། མཚན་རྒྱ་ཆེ་བ་དང། སྙན་པའི་གཏམ་སྣ་བ་དང། བྱམས་བརྩེའི་ཉམས་ལེན་ཚེ་གང་པོ་བསྟན་རྒྱུ་བཅས་སོ། དེ་ཡི་གསུམ་པོས་ནི། མི་ཡི་རང་བཞིན་ཇེ་ལེགས་སུ་གཏོང་ཞིང། འགྲོ་བ་ཀུན་ལ་བརྩེ་བ་བྱེད་པར་བྱེད་དོ། དབུལ་པོ་དང། ཕྱུག་པོ་གང་ཡིན་ཡང་རུང། སྡུག་བསྔལ་གྱི་མྱོང་བ་ཅི་འཐུང་དུ་ཡོད་ཀྱང། རྒྱུ་རྐྱེན་སྣ་ཚོགས་ཀྱིས་འོང་གི། སྡུག་བསྔལ་གྱི་ཆེ་ཆུང་མི་འདྲ་བ་ཙམ་རེད། དགེ་སློང་ངན་པ་དང། དགེ་སློང་མ་རྣམས་པ། དུས་ད་ལྟའི་བར། ངས་ཁྱེད་ཚོ་གང་བཙལ་པའི་གདམས་ངག་ལ།

ཤེའོ་གཞན་དག་ལ་སྡང་བར་བྱའོ། དེའི་རིང་ནས་བཟུང། ཁྱེད་ཚོའི་ཁྲོད་དུ། འགྲོ་བ་སེམས་ཅན་རྣམས་ལ། བྱང་ཆུབ་ཀྱི་ལམ་བསྟན་པའི་འགན་འཁྲི་འབའ་ཡོད། རྒྱུ་མཚན་མེད་པ། གང་བཞིན་དུ་ཡིད་ཆེས་བྱེད་མི་རུང། ངས་གནས་པའི་སྟངས་ལའང་དེ་ལྟར་རོ། རང་ཉིད་ལྷོད་གཉེར་ལ་བཙན་པའི་ཤི་རག་གི་དུས། རྣམ་པར་བཤད་དེ། འགྱུར་མེད་ཀྱི་ངེས་ཤེས་བཤད་དགོས་སོ། དགེ་སློང་རྣམ་པ་དང། དགེ་སློང་མ་རྣམ་པ། འདུས་བྱས་ཐམས་ཅད་རྟག་མ་ཡིན། ཤེས་བའི་རྗེས་སུ་འཆི་བ་དང། འཆར་བའི་ཐ་མ་ནུས་པ་ཡིན། སྐད་ཅིག་བཞིན་དུ་བཙལ་འགྱུར་ན།

འདུས་བྱས་སྟོང་སྐྱེ་མི་རྟོག་པ་ཡིན་པས། སྐྱེ་བའི་མཐའ་མ་འཆི་བ་སྟོང། འདུ་བའི་མཐའ་མ་འདྲ་བ་ཡིན།

ཤེས་མཆེད་དག་ལས་ཡོངས་སུ་གྲོལ་བར་བྱས་ཤིང། སེམས་ཀྱི་ཞི་བ་མཐར་ཐུག་ཐོབ་པར་ཞུས་ཤིག། དཀའ་སྡུག་རེ་རེའི་འོག་ནས་ནང་སེམས་འབའ་ཞིག་ཤེས་དགོས། ཁྱོད་ཀྱིས་དེ་ལྟར་སྒྲུབ་ངེས་ཡིན་པས།

དེ་ཡིན་ནོ། ཀུན་དགའ་བོ། ལོ་ངོ་མང་པོའི་རིང་ལ། བློ་གཅིག་སེམས་གཅིག་གིས་དེ་ཡིག་ཤེས་པ་སེ་གོལ་བསྒྲུབས་པ་རེད། དེ་ཡིག་ཤེས་པ་མྱ་ངན་ལས་འདའ་རྗེས། དེའི་ཡེ་ཤེས་པའི་འཕྲིན་ལས་ཀྱིས་སྐྱོན་ཤོང་ཞིང། ཀུན་དགའ་བོ། རྩྭ་མཆོག་དྲུང་ནི། དེའི་ཡེ་ཤེས་པའི་མཐུ་དད་པའི་ཡུལ་ཡིན། རྒྱ་བསྐྱེད་ཞིང། ས་ཡི་སྐྱེ་བོ་མོ། མེ་ཏོག་འདི་དག་ལ་ལྟོས་དང། འདབ་མ་རེ་རེ་བཞིན་ས་ལ་སོགས་ཡོང་གི་འདུག། ཀུན་དགའ་བོ། ང་ལུས་རྟེན། ང་ལུས་རྟེན་འདི་དང་ཁ་མ་བྲལ་བའི་སྔོན་ན། མེ་ཏོག་འདི་དག་ས་ལ་འཐོར་བྱུང། ཀུན་དགའ་བོ། ད་དུང་དེང་ཞིག་ཡོད། ཁྱོད་མྱུར་དུ་རྩྭ་མཆོག་དྲུང་དུ་སོང་ལ། ཡུལ་འདིའི་རྒྱལ་པོ། ཡུལ་འདིའི་རྒྱལ་པོ་ལ། དེ་ཡིས་ཤིག་པའི་ཤིང་ས་ལ་སོང་གི་བར་ན་དགོས་འདུག་ཅེས་ལན་ཞུས་རོགས།

ཨ་ང་འགྲོ་རིང་གི་གྲོགས་པོ་ཚོ་འདས་ཀྱིས་འདས་བསྟུན་འགྲོ་ལེ་ཨ་ང། དགེ་སློང་དག། སངས་རྒྱས་ཀྱི་གསུང་མཐའ་མ་ལ་ཉན་ཅིག། རང་སེམས་སུ་ཤེས་རབ་ཀྱི་སྒྲོན་མེ་སྦར་ཏེ། རང་ལངས་རང་གི་གསལ་བ་ཤེས་དགོས། གཏི་མུག་ལས་སད་པ་གཅིག། ཆོས་ཉམས་སུ་ལོངས། སེམས་ལ་ཞི་ལྟར་ཞུགས། རང་ཉིད་ལ་ཤ་སུ་སོང།

ཨོ་ཡ། དེ་འདྲ་ཡིན། དགའ་དགའ་སྐྱིད་སྐྱིད་ཚོ་སྨྱོ་ནད་གྲོ་ནད་ཀྱི། ཧ་ལས་པ་ཡག་པོ་བཤད་བྱུང། ཡ། ད་དེ་འདྲ་ཡིན།

ཧུམ། ཨོ་ཁེ་ཨོ་ཁེ། ཉི་མ་ཨ་ལོ་ཚང་ཡིན་ནོ། ཡིན་ནོ་ཡིན་ནོ་ཡིན་ནོ། བཀའ་དྲིན་ཆེ་བཀའ་དྲིན་ཆེ། ཚེ་རིང་ཡོག་བྱུང། ཐུགས་རྗེ་ཆེ། ད་ལྟ་རེ་ངའི་ཚིག་གི་གཞི་མི་སྐྱིད་སྟོང་དྲུག་བརྒྱ་རྩ་ཆེན་གི་སྐྱིད་སྟོང་ལྔ་བརྒྱ་གྲོགས་རྩ་ཆེན་གི་གཞི་མི་རྣམ་པ། ཚོགས་མང་གི་སྐྱ་རང་དང་པོ་ཉིན་པ་གསུམ་པ་ངུ་ངག་སྐྱིད་རྟགས། བཞི་བ་ལྔ་བ་དྲུག་པ།

འདི་ཤེས་མིན་ཏེ། དེ་ནས་ཤེས་མིག་གི་རྒྱུ་སྤུས་རེད་ཤེས་མིག་གི་བསྲེས་ཆ་དྭངས་ཆ། ཉི་མ་ནང་ལ་བརྒྱད་དུས་སྤྲོ་སྣང། དེ་འདྲ་ཅིག་མེད་ན་ད་ཤེས་ལྡན་གྱི་གོས་ཤེས་ལྡོང་བཟོ་རྒྱུ་མ་རེད་དྲན་ཏེ་ཤེས་ལྡོང་ཉོ་རྒྱུ་ཉག་གི་ལྕི་མི་ཡོད་ལེ་མ་རེད་ཤེས་ལྡན་ངེད་གཉིས་རིགས་ཡིན་ན་ཕག་ཚོས་ད་སྐད་འཕྲིན་འབྲེལ་བ་གཙང་རེད་མ་གཏོགས་སྐད་ཤེས་སུ་གཉིད་ལོག་གཉིད་ལ་སྐད་ཆ་ལོག་ཁྱི་ལ་བོང་དུ་བསྒུལ་ཟིན་འབྲེལ་བ་ལྕི་མེད་སྐད་ཆ་བདེན་པ་ཡིན་ངོ་ཤེས་ཟིན་ན་ཤེས་ལྡན་མ་མང་པོ་མཉམ་དུ་གླུ་ལེན་ས་ནས་ཐོས་མྱོང།

རྒན་འཁོར་བ་གང་འདྲ། རྟ་རྡེག་གི་བུ་ལ་ཡག་པོ་དྲང་བོ་བཟོས་རེད་རྟ་རྡེག་གི་བུ་ལ་ཡག་པོ། དེ་ནོར་ཚོང་མ་དགའ་ལེགས་ཀྱི་དོ་ཁུ་ཅིག་བཟོ་རུ་ཁ་དྲོ་ཨ་བོ། ང་ལྷོ་རོང་ཡག་པོ་ང་སུ་ཐེ་ཐོང་བཟོ་འདོད་ཟེར།